རྩིག་པ་ཡང་བཀྱག་བྱས་ཐོག་མཐོར་བཏང་ཡང་དང་གང་ཅིའི་ཐོག་ནས་ཡར་རྒྱས་ཞེ་བོ་ཅིག་ཕྱིན་བཞག་དེའི་ཟུར་དེ་ཁང་པ་རྣོན་པོ་བཅས་བསྐྱོན། ནི། ད་ལྟ་ང་ཚོ་དེ་སྔོན་ལ་ཡང་ཁ་ལག་ཟེར་བའི་སྐབས་དེ། དེ་གངས་ཅན་ཆོས་ལྡན་གླིང་ལ་ཡང་སྤྱི་བཏང་ཤེས་རིག་དང་འབྲེལ་བ་ཡོད་པ་དང་ལྷག་པར་དུ་བོད་སྐད་བསླབ་ཡག་དང། བོད་ཀྱི་རིག་གཞུང་དང་དུས་ཚོད་ཐོག་ལ་ཡང་ཅིག་གཟའ་ཉི་མའི་འཛིན་གྲྭ་འཚོགས་ཡག་དང། དེ་མིན་གྱི་ལས་འགུལ་མང་པོ་ཅིག་ཐོག་ལ་ཡང་ང་ལ་ཡང་གཏམ་དེ་ལེགས་ལེགས་སྡོམ་བྱེད་ངང་བསྟན་གནང་སོང། འདི་ཚོ་བྱེད་པའི་སྐབས་ལ་ཡང་སྔུན་ན་ད་ནས་ཀྱི་རྗེས་སུ་ཡི་རང་ཞུ་བའི་རེ་བཞག་ཨ་ནི། གང་ལྟར་ངས་ཤེས་པར་བྱས་པ་ཡིན་ན་བྱང་ཨ་མི་རི་ཀའི། ད་བྱང་ཨ་མི་རི་ཀ་ཚད་ཀྱི་མ་རེད་གང་ལྟར་གཅིག་རྒྱ་གར་ཕུད་པའི་ཕྱི་ལོགས་ལ་ཡང་ས་གནས་གཅིག་གི་ནང་ལ་ཡང་བོད་དེ་འཛོམས་ཆེ་ཤོས་གཅིག་དེ་ཀྲོ་རོན་ཀྲོ་ཆགས་ཀྱི་ཡོད་རེད། ད་ཅི་ངས་རྩེད་མོ་རྩེད་བྱས་ངའི་སྐྱེས་དམན་ལ་ལབ་རྒྱུ་བྱུང། མོན་གྷོ་ལའི་གྲྭ་པ་པི་བེ་ཡིན་ན་མོན་གྷོ་ལའི་ཀྲོ་རོན་ཀྲོ་ལ་བོད་པ་མང་ང་ཆགས་བསྡད་ཡོད་རེད་ད། དེ་ཡིན་དུས་ག་ལ་ཀྲོ་རོན་ཀྲོ་ས་ཁུལ་གྱི་འདི་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་ཡ། བོད་མིའི་འདུས་སྡེ་ཆེ་ཤོས་ཤིག་ཆགས་ཀྱི་ཡོད་དུས་ག་ལ་ཡ། འདིའི་གི། ཀྲོ་རོན་ཀྲོ་གཡས་གཡོན་ལ་ཡོད་པའི་བོད་མི་ཚོ་སྤྱི་ཚོགས་དེ་ཚགས་ཚུད་པོ་ཡོང་ཡས་དེ་བོད་པའི་སྤྱིའི་གི་རྩ་དོན་དང་མི་རིགས་རིག་གཞུང་སྲུང་སྐྱོབ་གི་ཆེད་ལ་ཡ་ཞི་བོ་ཅི་འབྲེལ་བ་ཡོད་བསྡད་པའི་གནད་འགག་ཆགས་བསྡད་པའི་གནས་ཚུལ་ཆགས་གི་ཡོད་རེད་དེ་འདྲ་ཡོད་འདུས་གལ་ད་ལན་དེ། ཨ་ནི་གང་ལྟར་སྤྱི་ཚོགས་ནང་ལོག་ལོ་མཐུན་པོ་ཡོད་ཞེ་དྲག་འདུག་གཞན་ཡང་ང་ཚོ་བོད་པ་ཚོ་རྒན་པའི་ཆ་ནས་སྐྱོན་ཆ་ཅི་ག་རེ་ཡོད་རེད་ཟེར་ལབ་ན་ང་ཚོའི་མེ་ཏོག་རྒན་པ་དེ་གི་དེ་ལུང་ཚན་དང་ཆོས་ལུགས་དང་དེ་འབྲེལ་གྱི་ཐོག་ནས་ཕྱོགས་ཕྱོགས་འཐེན་བྱས་ཀྱི་ལུགས་སྲོལ་ཅིག་ཡོད་རེད་ད་དེ་སྔ་བོད་ལ་ཡང་ང་ཚོའི་ལུང་པ་ཟབ་ཅིག་གིས་ཕ་ཡུལ་གཅིག་པ་ཟེར་ཚེ་དེ་འབྲེལ་གྱི་ཐོག་ནས་ཕྱོགས་གཅིག་ནས་དེའི་གི་འཐེན་ཆ་ཤོར་རྗེས་ང་ཚོ་དཀའ་ངལ་བལྟས་ཚོད་ཡོད་རེད་ད་དེ་འདའི་སྤྱི་ཚོགས་ནང་ལོགས་ལ་ཡང་མཐུན་པོ་འདུག་དེ་ནི་ལྷག་པར་ད་ཅི་ངས་དབུ་ལུ་གཞུང་གཉེར་རྣམ་པ་ཚོ་ལས་ཞུས་པ་ཡིན་གཞོན་སྐྱེས་ཚོ་ལ་ཡང་ང་རང་ཚོའི་རིག་གཞུང་ཕྱུག་པོའི་ནང་ལོགས་ནས་ལེགས་ཆ་དེ་གས་དེ་མ་རྩིས་སྤྲད་པ་མ་གཏོགས་ང་རང་ཚོའི་རིག་གཞུང་རྙིང་པའི་ནང་ལོགས་ནས་སྐྱོན་ཆའི་ཆ་དེ་ཞེན་ཁོག་བྱས་ཡ་དང་ཕྱོགས་འཐེན་བྱས་ཡ་དང་དེའི་རིགས་དེ་ཅི་ཐུབ་ཐུབ་ཀྱིས་མ་རྩིས་མ་སྤྲད་ར་གནང་ངེས་ཞུས་ཡོད། ལྷག་པར་དུ་ང་ཚོ་ད་ལྟ་འདི་ཀྲོ་རོན་ཀྲོ་གཡས་གཡོན་ལ་ཡང་ཡོད་པས་ད་ནི་འདི་བོད་པའི་སྤྱི་ཚོགས་དེ་ཆེ་ཤོས་སུ་ཆགས་ཀྱི་ཡོད་དུས་ག་ལ་རྒྱ་གར་ཕྱི་ལོགས་ལ་ཡང་དཔེ་སྟོན་གྱི་ས་རུབ་ཆགས་ཀྱི་ཡོད་རེད།

དཔེ་དོན་རེད་ང་སྒེར་གྱི་ཐོག་ལ་འབྲེལ་བ་གེ་གེ་ཡོག་མ་རེད་ཕན་གནོད་གེ་གེ་ཡོག་མ་རེད་དེ་ཡིན་ནས་བོད་པ་ཅིག་ཡིན་པའི་ཆ་ནས་བོད་པའི་རིག་གཞུང་སྲུང་སྐྱོབ་དང་རྒྱུན་གནས་དང། སྐད་ཡིག་དང་རིག་གཞུང་ཁྱབ་སྤེལ་ལ་ཡང་རྣམ་པ་ཚོས་ཕྱག་ལས་གནང་པ་འདི་མང་པོ་ཅིག་གི་མིག་དཔེ་བལྟ་ས་ཞིག་ཆགས་ཡོད་པའི་རེ་བ་ཡོད་རེད། འདི་ཚོའི་ལྷག་པར་དུ་ནི Toronto ས་ཁུལ་ལ་ཡང་བོད་མི་ཁྲི་གེ་གེ་ཡོག་རེད་ཁྲི་གེ་དུས་འགའ་ལ་ཡང་དགའ་རོགས་གཞིས་ཆགས་ཆེན་པོ་རུ་བ། ད་དུས་ཚོད་དྲི་དེ་ཡང་ཅིག་ཕྱི་རྒྱལ་ལ་ཡོད་པ་དེ་རྒྱ་གར་གྱི་གཞིས་ཆགས་དུས་ཚོད་དྲི་དེ་མི་མང་ང་དང་ཕྱི་རྒྱལ་གཞིས་ཆགས་མི་ཉུང་ང་དུས་ཚོད་དྲི

བོད་ཀྱི་རྒྱལ་རབས་ལུགས་རྒྱུད་རེད་ནང་ཆོས་ངོ་རེ་རེ་མང་པོ་གཅིག་དེ་ནས་གཞོན་སྐྱེས་ཚོ་ལ་ཡང་ག་འདྲ་རྒྱལ་སྤྱིའི་རིམ་པ་དང་མཐུན་པའི་ཐོག་ནས་སློབ་ཚན་གྱི་ཐོག་ནས་བསླབ་ཐུ་ཡས་ཅིག་དང་ཐུ་རུང་སློབ་གྲྭ་ཁག་ལ་འབྲེལ་བ་བྱས་རྗེས་རིམ་པས་རིམ་པས་དེ་བྱེད་ཐུབ་ན་ཡག་པོ་རེད་ཅེས་སྐུ་མདུན་ནས་བཀའ་གནང་ཡོད་རེད་དེ་ཚོ་རྣམ་པ་ཚོ་མཁྱེན་གྱི་རེད་དེ་ཚོ་སྐུ་མདུན་ནས་ཐུགས་རེ་ཤུགས་ཆེན་པོ་གནང་ཡོད་རེད་ད་ངས་སྐུ་མདུན་གྱི་སྐུ་ཚབ་དང་ཞུ་ཐུག་ཐབས་མ་རེད་དེ་ཡིན་ནས་ཚོད་དཔག་བྱས་པས་ན་སྐུ་མདུན་ཐུགས་མཉེས་པོ་ཡོང་གི་རེད། ཐ་ན་དེར་བྱས་དངོས་སུ་ཕེབས་ཡོད་ན། ད་ལྟའི་དེའི་གནས་སྟངས་ཀྱི་གངས་ཅན་ཆོས་ལྡན་གླིང་གི་གནས་སྟངས་གཟིགས་པས་ན་ཀུན་ཏུ་ཐུགས་དགྱེས་པོ་ཡོང་གི་རེད། ཐུགས་དགྱེས་པོ་ཡོང་པ་ཡིན་ཙང་དོན་ཚུལ་རེད་དེ་བླ་མ་དགྱེས་པའི་མཆོད་སྤྲིན་རེད། རེད་བ། བླ་མ་དགྱེས་པའི་མཆོད་ང་ཚོས་མཆོད་པ་ཕུལ་བའི་ནང་ལོགས་ནས་སྒྲུབ་པའི་མཆོད་པ། བཀའ་བཞིན་སྒྲུབ་པ་ཅེས་པའི་མཆོད་པ་དེ་མཆོད་པ་གལ་ཆེ་ཤོས་བརྩི་གི་ཡོད་རེད་བ། དེ་ཡིན་ཙང་ད་ལན་ངས་དེའི་གོ་སྐབས་ཟིན་རྗེས། རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་མ་འོངས་པ་ལ་ཡིན་ནས་གང་ལྟར་སེམས་ཤུགས་མུ་མཐུད་ནས་གནང་རོགས་གནང་ཞུ་ཡ་ཡིན།